ཁོ་མོ་ནི་སྔར་ལྟ་བུ་ཞིག་སྔོན་འགྲོ་གི་སྐོར་ཞིག་ནས་གཙོ་བོ་ཁྲི་བྱ་ལྔས་བཟུང་བ་དང་ལྷོ་ཁྲིད་ཀྱི་དགོས་པ། དེ་ཕྲུ་གུ་ལྷོ་ཁྲིད་ཀྱི་རེ་བ། བ་དུ་མ་ཟིག་ཕྱོགས་གསུམ་ནས་བཤད་ནི་རེད། ད་ཕྱོགས་ཤེས་བྱ་གི་སོང་ན་བོད་ཀྱི་བཙོན་འབྱུང་ལོ་རྒྱུས་དེ་ལ་བོད་ཀྱི་ཤེར་རྟོགས་ཟིག་ཡིན་ནི་རེད།

སློབ་ཕྲུག་མ་ཞིག་གང་གི་ངོ་ན་རང་ཉིད་ཀྱིས་སློབ་ཚན་དེ་ལ་བསྟུད་ཚར་དགོས། དེ་ཀྲུང་གོའི་ཏའོ་ཟེར། དེ་ཧན་ཅིག་གི་དཔེ་ཆ་མང་བ་ཟིག་ལ་བལྟ་དགོས་ནོ། དཔེ་བསྟུད་མང་བ་ཞིག་དགོས་ནོ། གཏི་མུག་གི་ད་ཤེས་བྱ་གཙོ་བོ་ཟིག་གི་སེམས་བྱ་ནི་རེད། ད་དེ་རང་ལྟ་བུ་ཆོས་གི་དེ་བརྩམས་ཆོས་ངེས་རེད། དེ་རང་བྱ་ཆོས་གི་སློབ་ཚན་སློབ་ཚན་དང་ངོ་མེ་ཏོག་ལྡན་ཡིན་ནི་གི་ལན་ཀ་ཟིག་གི་ནོར་རྩོམ་འདི་རེད། གཙོ་འདི། ཨོ་ཆེ། ལྷ་བཏེག་གི་སློབ་མཚམས་དང་བོ་བཞག་གནང་དེ་སྤྱིར་དགུ་རྒྱུ་མཚན་ཟིག་གང་དུ་རེད། རྒྱུ་མཚན་དུ་ཨོ་ཆེ་ད་རུང་གཞིགས་ནས་བཤད། དེས་ན། སྤྱིར་དགུ་ཨོ་ཆེ་རྩོམ་རིག་བརྩམས་ཆོས་ལ་སློབ་ཁྲིད་བྱེད་ན། རྩོམ་པ་པོ་གི་ལོ་རྒྱུས་དང། རྩོམ་འབྲི་བའི་ལོ་རྒྱུས་ཀྱི་རྒྱབ་ལྗོངས་དང། དེ་སྤྲོ་གི་ད། རྩོམ་གྱི་བརྗོད་གཞིའི་མྱོང་བོ་དང། རྩོམ་གྱི་སྒྱུ་རྩལ་གྱི་ཁྱད་ཆོས། འོ་འདི་ཧེ་ཡིན་ན་བཤད་དགོས་ནི་རེད་ཟེར་ངའི་ནའོ་ཆེ་ཆོས་བཤད་མྱོང་ནི་རེད། དེས་ན་ཟེར་རྩོམ་རིག་བརྩམས་ཆོས་སུ་ཁྲིད་ན་ཐོག་མར་རྩོམ་པ་པོའི་ལོ་རྒྱུས་དུ་བཤད་ནི་ཟེར་ཡིན་ནི་རེད། ཨོ་ཡ་དེ་ཟེར་ཧ་ཆེ་པོ་གི་དེ་ག་བཤད་རིན་འབྱུང་ནི་རེད་རྩོམ་པ་པོའི་ལོ་རྒྱུས་དུ་བཤད་དགོས་ནི་དེ་མོ་ཟེར་ཡིན་ནི་རེད། རེད་དྲ་ར། ཨོ་ཆེ་ད་ཐེངས་ཀྱི་བོད་ཀྱི་རྩོམ་རིག་བསམ་ཡས་བརྩམས་ཆོས་འདི་སློབ་ཁྲིད་ཡིན་ན་རྩོམ་པ་པོའི་ལོ་རྒྱུས་དུ་ངའི་དེ་ནའོ་ཟེར་ཆེས་ཤིན་ཏུ་གལ་ཆེ་བ་ཟིག་མ་རེད།

རྩོམ་རིག་བརྩམས་ཆོས་ཁག་གི་སྤྱི་ཡོངས་ནང་རྩོམ་པ་པོ་དེས་བྲིས་པའི་བརྩམས་ཆོས་དང་རྩོམ་པ་པོ་རང་གི་ལོ་རྒྱུས་གཉིས་ཀྱི་བར་ན་འབྲེལ་བ་ཆེན་པོ་མེད་ན་རྩོམ་པ་པོའི་ལོ་རྒྱུས་དེར་ད་ནི་མ་ངག་བཤད་ན་དེ་དགོས་པ་ཆེན་པོ་མེད་གི། དེ་ནང་གི་འུ་ཅོ་གི་དག་གཙང་གི་སློབ་ཕྲུག་གི་སྐབས་འདི་ནི་རྩོམ་པ་པོའི་ལོ་རྒྱུས་འདི་གཉིས་ན་གལ་ཆེ་བའི་ཚུལ་དུ་བཤད་ཀྱི་མ་རེད། ད་ཚང་མ་གིས་རྩོམ་པ་པོའི་ལོ་རྒྱུས་དེ་ཅིག་ཤེས་ན་འདོད་པ། ལྷག་པར་དུ་རྩོམ་པ་པོ་དེའི་འོག་གི་རྩོམ་རིག་ལོ་རྒྱུས་ཀྱི་ཁྲོད་ན་གོ་ས་བཟང་ཡོད་པ

སྤྱིར་སྒོས་རྩོམ་རིག་བརྩམས་ཆོས་རིགས་བཤད་ན། ད་གང་བཤད་དགོས་ནི་རེད་ཟེར་ན་ཅིག་བརྩམས་ཆོས་རིགས་བཤད་དགོས་དོན་གྱི་ལྟ་ཚོ་ཕྱོགས་གཅིག་ནི། རྩོམ་གྱི་བརྗོད་གཞི་ཉུང་ངུ་དེ་བཤད་དགོས་མོད་ར། བཤད་དགོས་ནི་རེད། ད་ཅིག་འོ་ཅིག་རྩོམ་རིག་བརྩམས་ཆོས་རིགས་ལྟ་ན། ཐོག་མར་འོ་ཅིག་ཅིག་ཤེས་དགོས་ནི་རེད་ཟེར་ན། རྩོམ་འདིའི་ནང་ན་ཅི་ཟིག་བཤད་ཀྱི་ཡོད་ཀི་ཟེར་རྒྱུ་ཏིག་ཤེས་དགོས་ནི་རེད་ཡ། རྩོམ་འདི་ཅི་ཟིག་བཤད་ཀྱི་ཡོད་ཀི། འུ་ཅོ་གི་རྩོམ་རིག་གི་སྐད་ཆ་ཟིག་གིས་བཤད་ཀྱིན་ན། རྩོམ་རིག་བརྩམས་ཆོས་ཟིག་གིས་བཤད་ན་གང་བཤད་དགོས་ནི་རེད་ཟེར་ན་བཤད་བྱ་གཙོ་བོ་གཉིས་ཡོད་ནི་རེད། གཅིག། རྩོམ་འདིས་ཅི་ཞིག་སྟོན་པ། གཉིས། རྩོམ་འདིས་ཅི་ལྟར་དུ་སྟོན་པ། མདོར་བསྡུས་ན་ཅི་ཞིག་མཚོན་པ་དང་ཅི་ལྟར་མཚོན་པ།

ཨོ་ཆེ་རྩོམ་རིག་གཞུང་ལེགས་ཤ་ན་ར། ཆེ་ཤ་ཀོ་ནོ་རོལ་ཟི་ན་ཨོ་ཡ་ཀི་གི། ནང་དོན་དང་རྣམ་པ་ཟེར་གཉིས་བཤད་གི་མོ། ནང་དོན་ཟེར་གོ་ནོ། བཙུན་གྱི་བསམ་བློའི་ནང་དོན་བཤད་གོ་ནོ་རེ། བཙུན་གྱི་བསམ་བློའི་ནང་དོན་དུ་བྱས་ནོ་རེ། མཐར་གཏུགས་ན། བརྩམས་ཆོས་འདིའི་ཚིག་གཟིགས་བཤད་གི་ཡོད་གི། ཨོ་དེ་ལྟ་བཙུན་གྱི་རྒྱུད་ཤུགས་ཉུང་ངོ་རེ། བཙུན་གྱི་བསམ་བློ་རེ། དེ་འགན་ཁུར་ཅི་གི་ནི་རེ། ད་འགན་ཁུར་ཉེས་བ་ཆེ་གོ་ནོ་རོལ་ཟི་ན། ཅི་ལྟར་དུ་མཚོན་པ། བཙུན་འདིའི་ནང་ན་བསམ་བློ་འདི་ལྟ་བུ་ཟིག་བཤད་གི་ཡོད་ན། རྩོམ་འདིའི་བསམ་བློ་འདི་ཇི་ལྟར་དུ་འཚོང་དགོས། དེ་ནི་སྔ་རྗེས་ཚིག་གི་ནང་པར་དུ་ཟེར། ཨོ་ཡ་ད་རྩོམ་འདི་ག་ཚོད་ན་འུ་ཅི་འགངས་ཁུར་གང་ནར་ཟེར་ན། བསམ་བློའི་དང་ནང་དོན་ཟེར་ན་ཡང་ན། བསམ་བློའི་ནང་དོན་དང་སྒྱུ་རྩལ་གྱི་རྣམ་པ། འདི་གཉིས་ཀ་ཤེས་དགོས་ནི་ད་འདི་མདོར་བསྡུས་ན་འུ་ཆེས་ག་ཅད་གོ་བདེ་བའི་ཚུལ་དུ་བཤད་ན་ད་ཞེ་ནོ་དེ་རེད། རྩོམ་འདི་ཅི་ཞིག་འཚོང་པ་དང། ཇི་ལྟར་དུ་འཚོང་པ། དུ་མོ་ཟེར་ག་གཉིས་ཤེས་དགོས་ནི་ད།

བརྩམས་སྒྲུང་གི་སྒོ་ནས་སྟོན་རྒྱུ་ཡིན་ན། བརྩོན་འགྲུས་རྩོམ་གྱི་བསམ་བློ་དེ་དམ་བཅའི་གཅིག་བྱུང་རིམ་ལ་བརྩོན་མཁན་དེ་བསྟན་དགོས། མི་ནག་གི་ཁ་བརྡ་ལ་བརྩོན་མཁན་དེ་བསྟན་དགོས། ཡང་ན་མི་ནག་གི་གཤིས་ཀ་བཞེངས་ཕྲེང་ཞིག་བསྡད་སྟངས་ནས་བརྩོན་གྱི་བསམ་བློ་དེ་བསྟན་དགོས། ཡང་ན། བརྩོན་འདིའི་ནང་དུ་ན་དམ་བཅའི་གཅིག་བྱུང་རིམ་ཆི་ཤས་སྤེལ་དགོས། མི་ནག་ཞིབ་འབྲི་ཆི་ཤས་བྱེད་དགོས། ཡུལ་ལྗོངས་ཞིབ་འབྲི་ཆི་ཤས་བྱེད་དགོས། འོ་དེ་དང་དེ་ལ་སོགས་པ་སྒྱུ་རྩལ་གྱི་ཁྱད་ཆོས་ཟེར་དུས་ན་འདིའི་ནང་ན་ཡིན་ན་མང་ང་ཟུག་འདུག། དེ་ནས་བདག་གིས་ལྟ་བར་བྱའི། སྤྱིར་གྱི་བརྩམས་ཆོས་ཐམས་ཅད་པོ་གི་ཤར་བཞག་གི་གསུང་ན་དང་ལྷོ་ཁྲི་ཕྱི་བཞག་གི་གསུང་ན་སྤྱིར་ན་བདུད་མོ་གི་གོ་རིམ་གསུམ་རེད། རྩོམ་པ་པོ་གི་ལོ་རྒྱུས་ཀྱི་མདོར་བསྡུས་ཤེས་རབ་དང་ནི་རྩོམ་པ་པོ་དེའི་བོད་ཀྱི་རྩོམ་རིག་ཀྱི་ཁྲོད་ན་གོ་ས་ཅི་འདྲ་ཟིག་སྦྱོང་ཡོད་པ་དེ་བཤད་རྒྱུ་རེད། དེའི་ཁྲོད་དུ་བརྩམས་ཆོས་དེའི་བརྗོད་གཞི་ཉུང་ངུ་ཆེ་རེད། བརྗོད་གཞི་ཉུང་ངུ་བཤད་སྟངས་ནི་བརྗོད་གཞི་ཉུང་ངུ་དེ་ལ་ད་རུང་བཤད་འཇོག་ཟིག་དཀོན་རེད་བཤད་རྒྱུ་ཟིག་དཀོན་རེད། བཙུན་དེ་ལྟའི་ལྟ་བའི་བསམ་བློ་ཟིག་བསྟན་ན་དེ་ལ་དགེ་མཚན་ཡོད་ཀ་མེད་ཀི། གཏུམ་མོ་གིང་གིས་ན་དེའི་འགན་ཁུར་ཉིད་རེད། བརྗོད་གཞི་ཉུང་ངུ་ངེས་བཟུང་བ་དང་བརྗོད་གཞི་ཉུང་ངུ་ངེས་བཟུང་ནོ་གི་རྗེས་ནས་བསམ་བློ་དེ་ལ་བྱ་རྒྱུ་རེད་ཁོ་ན་རེད། དེ་ཕྲུ་གུ་དག་གསུམ་པ་དག་བཙུན་གྱི་སྒྱུ་རྩལ་གྱི་ཁྱད་ཆོས་བཤད་ཁོ་ན་རེད། སྒྱུ་རྩལ་གྱི་ཁྱད་ཆོས་སྐབས་དེ་དག་མ་ངག་བཤད་ཁོ་ན་རེད་ད་བཙུན་སོ་སོ་གི་སྒྱུ་རྩལ་གྱི་ཁྱད་ཆོས་འདྲ་རྒྱུ་མ་རེད། དེ་རེད། ད་དེ་ནའོ་ཆེ་ཞུ་ནི་གཏུམ་མོ་མོ། རྩོམ་པ་པོ་གི་ལུགས་ཀྱི་མདོར་བསྡུས། ཡ་མདོའི་ཆེ་བཤད། རྩོམ་པ་པོ་གླང་དང་དཔལ་འབྱོར་རེད་ད་ཁག་གི་ལོ་རྒྱུས་མདོར་བསྡུས་འདི་མོ་ཟིག་རེད་ད་བཅུ་དགུ་བཞི་བཅུ་ཞེ་གཅིག་ལོར་གྲོང་ཁྱེར་ལྷ་ས་རུ་སྐྱེས། ལྷ་ས་བ་རེད། བཞི་བཅུ་ཞེ་གཅིག་ནི་ད་གཙོ་བོ་ཞིག་ཤི་ག། ད་འོ་ཟི་བོད་ཀྱི་སྤྱི་ཚོགས་ངས་བཤད་རྒྱུ་ན་ཁག་གི་ཕྱི་རུ་སྤྱི་ཚོགས་ཉུང་ཉུང་ནང་བ་སྐྱེས་དང་ཟིག་རེད། ཨ་ཡ་བཞི་བཅུ་ཞེ་གཅིག་རེད། གཞི་ཆེ་ཞེ་བརྒྱད་ནི་ད་གཙོ་བོ་གཟིག་འོག་གི་ཤར་གྱི་ན་རང་ལོ་བརྒྱད་པ་རེད། ལོ་བརྒྱད་ཀྱི་སྟེང་ནས་རྒྱ་གར་ར་ད་ཕེབས་སོང་ཟིག་རྒྱ་གར་ར་སོང་ད་སྟེང་ནས་ཁུ་གུ་དབྱིན་ཡིག་སྦྱངས་ཟིག་འདི་ཁྱད་པར་བ་ཟིག་ཡིན་ཟིག། དེ་དྲུག་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག་ང་དགུ་གི་ལོར་ཀྲོང་ཡོན་ཀྲོང་ཡང་མི་རིགས་སློབ་གླིང་ནས་སློབ་མཐར་ཕྱིན་ཟིག་དེ་ཡང་ཆེ་དེར་གོ་གི་ཟོ་ག། འདི་རྩོམ་པ་པོ་འདི་ཙི་གེ་ཟིག་ཁྱད་པར་བ་ཟིག་རེད་ཕྱི་རུ་ཟིན་ན་ད་ཡིག་རིགས་སྣ་ཀ་ཟིན།

འདི་གི་གི་ལོ་བརྒྱད་ཀི་སྟེང་དུ་ནི་རྒྱ་གར་འབྱོར་ཐུབ་ན་གཟིགས་ཡིན་འདྲིས་ད་ཚོ་འདིའི་ཁྱིམ་ཚང་འདི་ཕ་ཡུལ་ཁྱིམ་ཚང་གཟིགས་ཡིན་གྱི་མ་རེད་ཨ། གི་གི་གཉིས་ན་གི་བྲག་གི་ཁྱིམ་ཚང་གཟིགས་ཡིན་གྱི་རེད། གི་བྲག་གི་ཁྱིམ་ཚང་གཟིགས་ཡིན་སྟངས་ན་ད་རིག་གནས་གསར་བརྗེ་གི་ནང་ད་གི་གི་ཙི་གེ་གཟིགས་གཉིས་ན་དཀའ་སྡིག་མྱོང་དགོས་ནི་རེད། དཀའ་སྡིག་མྱོང་རྒྱུ་ཡིན་པ་ཁོ་ཐག་ཡིན་ནི་རེད་དེ་ནི་ད་གི་འདི་ནི་རིག་གནས་གསར་བརྗེ་གི་ནང་ཞང་རིག་ངལ་རྩོལ་ལ་ཞིག་ཡིག་ཏུ་ཟེར་བ་གི་འདི་གི་ལོ་གཅིག་ཡིག་ཆ་ལ་ལ་ན་ཞང་རིག་ངལ་རྩོལ་ལ་ཞུགས་པའི་དུས་སུ་ད་ལས་ཀ་ཙག་ཙིག་མང་གཟིགས་ལས་མྱོང་གཟིགས་ཤངས་ཏི་ཁ་ལོ་བ་ཟེར་ག་ན་འདྲ། དེ་འོ་ཟི་བཅའ་དབང་ནང་གི་ད་འོ་ཟི་དེ་ཚོད་མ་མྱོང་མཁན། འདུ་མོ་གི་བྱ་བ་ཙག་ཙིག་མང་མང་ཟིག་ལས་མྱོང་ཟེར། ད་འདི་ཚང་མ་ཁག་གི་སྤྱིར་བཏང་གི་ཅིག་ལོ་རྒྱུས་ཙམ་ཟེར། འདི་ཚང་མ་འོ་ཆོས་གཉིས་ན་ད་རྩོམ་རིག་གཉིས་ན་འབྲེལ་བ་ཆེན་པོ་མེད་ན་རེད། རྩོམ་རིག་འབྲེལ་བ་ནོ་གང་འདྲ་འོ་ཟི་ན་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཅི་ལོ་བོད་ཀྱི་རྩོམ་རིག་སྒྱུ་རྩལ་འདོན་སྟངས་དང་བོ་སྟེ། དང་བོ་དང་བོ་སྟངས་འོ་འདི་ཡི་གེ་ནོར་སོང་ཟིག་ཨ། དང་བོ་སྟངས། གསལ་བྱེད་རིགས་ནི་ཕྱི་དཔེ་ལ་ལྟོས་པ་ཞེས་པའི་བརྩམས་ཆོས་དཔེར་རེད། འདི་སྤྱི་ལོའི་ཆིག་སྟོང་གི་བརྒྱད་བརྒྱ་བཅུ་ཐམ་པ་ཡིན་འདུག་ན་བོད་ཀྱི་རྩོམ་རིག་གསར་བ་ངས་བཤད་ཀྱི་ན་ད་ལོ་མགོ་རེད། ལོ་དུང་མོ་རེད། ལོ་དུང་མོ་འཇོག་གི་འདུག་རྒྱུ་མཚན། ཨོ་ཡ། སྤྱི་ལོ་ཆིག་སྟོང་གི་བརྒྱད་བརྒྱ་བཅུ་ཐམ་པ་ལོ་བོད་ལ་རྩོམ་རིག་གི་དུས་དེབ་ཐོག་མ་བོད་ཀྱི་རྩོམ་རིག་གི་རྩིས་ལས་ནང་དུ་བྱུང་ནི་རེད། དེ་ལོ་གཅིག་གདོན་ཐང་དྲུག་རེད། དེ་ནི་ལྟ་གི་ལྟ། ཨོ་ཡ་དེ། འོད་ཀྱི་རྩོམ་རིག་སྒྱུ་རྩལ་འདི་བོད་ལ་བྱུང་བ་དང། དེའི་སྟེང། རྩོམ་རིག་གསར་བ་མང་སྤེལ་ཡོད་ནོ། དེ་ལྟ། སྤྱི་ལོ་ཆིག་སྟོང་གི་བརྒྱད་བརྒྱ་ཆ་ཐམ་པ་འདི་བོད་ཀྱི་རྩོམ་རིག་གསར་བ་གི་དབུ་བརྙེས་པའི་དུས་ཚོད་ལ་བྱེད་ངེས་ཙམ་རེད། དེ་ནས་ལྟ། འདི་བརྒྱ་ཆ་ཐམ་པ་ལོར་བོད་ཀྱི་རྩོམ་རིག་སྒྱུ་རྩལ་འདི་ཐོག་མར་བཏོན་པ་ཡིན་ན་འདོན་ཐེངས་དང་བོ་གི་སྟེང། གླང་དུ་དཔལ་འབྱོར་གྱི་ཨོ་ད་འདུ་མོ་གི་སྙན་ངག་གཟིགས་གསལ་བཞེད་རིག་གནས་ཞི་དཔལ་ལ་བསྟོད་པ་ཟེར་ནས་སྙན་ངག་གཟིགས་སྤེལ་མྱོང་གཟིགས། དུ་གཅིག་ཤེས་དགོས་ཡ་རེད་དྲ་ར་འདི་དག་འདི་བོད་ཀྱི་རྩོམ་རིག་ལོ་རྒྱུས་ཀྱི་ཆ་ནས་བཤད་ཀྱིན་ན་བརྩམས་ཆོས་གསལ་བཞེད་རིག་གནས་ཞི་དཔལ་ལ་བསྟོད་པ་ཟེར་ནོ་དེ་གོ་ས་ཆེན་པོ་མེད་གི། དེ་བཞིན་ངང་གིས་འོག་གི་སྲོལ་རྒྱུན་གྱི་སྙན་ངག་རང་གཉིས་ཀ་ཁྱད་པར་ཆེན་པོ་མེད་ནས། དུ་མ་ཟེར། འོ་ན་བོད་ཀྱི་རྩོམ་རིག་གསར་བའི་ལོ་རྒྱུས་ཀྱི་སྟེང་ན་གོ་ས་ཡོད་ནོ་གང་འདྲ་ཡོད་ཟེར་ན། ད་འདི་ལོའི་སྤྱི་ལོ་ཆིག་སྟོང་གི་བརྒྱ་གྱ་བཅུ་ཐམ་པ་ལོ་གི་བོད་ཀྱི་རྩོམ་རིག་གི་རྩེ་ལྟེ་གསུམ་པ་གི་སྟེང་ན་ད་འོ་ཆེ་དེ་རིང་གི་ཁྲི་བཞག་མེ་ཏོག་དེ་རིང་གི་ལན་ཀ་ཟེར་ནོ་འདི་སྤེལ་ནི་རེད། འདི་ལྟར་བོད་ཀྱི་རྩོམ་རིག་ལ་མཚོན་གྱི་ན་ད་ཉིན་ན་ཞིག་གོ་ས་ཡོད་ནི་དོན་སྙིང་ཡོད་ནི་འོ་དུ་མོ་གི་བྱ་བ་ཟེར་རེད།

སྤྱིར་སྒོ་ཕྱེའི་འོད་ཀྱི་རྩོམ་རིག་གསར་བ་དང་ལྷག་པར་དུ་བརྩམས་སྒྲུང་གསར་བ་གི་ལོ་རྒྱུས་ཀྱི་སྟེང་གི་བཤད་རྒྱུན་ན་འོད་ཀྱི་སྲོལ་རྒྱུན་བརྩམས་སྒྲུང་དང་མི་འདྲ་བའི་བརྩམས་སྒྲུང་གསར་བ་ཐུང་ཐུགས་དང་བོ་དུ་སི་རུ་གང་གི་དྲིན་རུ་ཟི་ན།

དོན་འགྲུལ་རྒྱ་ཡིན་ན་རེད། དོན་འགྲུལ་རྒྱ་གི་འབོད་བརྩོན་ཕྱོགས་པའི་སྐྱག་རིང་གི་ནང་དུ་ན་བརྩམས་སྒྲུང་འགའ་བཟོ་ག། ལྷག་པར་དེ་གཉིས་ན་བན་མཚོ། འབྲུག་མཚོ། ལྟ་བུ། ཨོ་དུ་མོ་གི་གཉིས་ན་དེ། བརྩམས་སྒྲུང་གསར་བ་དུ་སྤེལ་འོང་ན་རེད། དེ་དག་ཏུ་ལོ་རྒྱུས་ཀྱི་ངེས་ཤེས་བྱས་ཀྱི་ན་སྤྱི་ལོའི་ཆིག་སྟོང་གི་བརྒྱད་བརྒྱ་ཅུ་ཐམ་པ་གི་ཡན་ཆད་རེད་ད།

དུ་གཏོགས་ཏེ་ཡིད་འགྱུར་བྱེད་པ་མཚོ་དང་འབྲིང་མཚོ་ལྟ་བུ་ཟེར་མཚོན་གྱི་ན་སྤྱིར་གྱི་ཁུ་གུ་མཚོན་སྟངས་དང། རྩོམ་རིག་གི་ལྟ་བ་གང་དང་གང་ཟིག་གི་ངས་བཤད་ཀྱི་ན་ར་ཁུ་གེ་ཕྱིར་ཟིན་ན་དེའི་རྒྱ་གི་མཚོན་དེ་ལ་ལད་མོ་ཞེས་བརྡ་བཏང་ནས་དེ་ལྟར་དུ་བྲིས་དང་ལུགས་ཤ་ཤེད་དེ་ཡོང་ནར་ཡ་མེ་ཏོག་དང་ཡི་ནི་གི་ལན་ཀ་འདི་ལྟར་ཕྱིར་ཟིན་ན། བོད་ཀྱི་རྩོམ་རིག་ནས་བཟུང་སྟེ་བོད་ཀྱི་སྲོལ་རྒྱུན་བརྩམས་སྒྲུང་ནས་བཟུང་སྟེ་བརྩམས་སྒྲུང་གསར་བ་དབུལ་བར་ཅི་ཐད་དུ་སྤྱོད་པ་ཡིན་པ་དེའི་ཡུལ་ཟས་དེའི་ཁྱད་ཆོས་དུ་ཚང་བ་མེ་ཏོག་དང་ཡི་ནི་གི་ལན་ཀ་གི་སྟེང་ནས་ད་ཟ་ནི་རེད་དེ་ནི་ལྟ་བུ་ལྟ་བུ་ཆེ་འདི་ནི།

ཁུ་ཀེ་ཉི་ན་བར་མཚམས་དུ་ཆད་དོ་ན་རེ། མེ་ཏོག་དང་ཡན་གྱི་ལང་ཀི་བར་མཚམས་ཆད་ཀི་བཞི་བོ་ནི་མར་ཇི་ལྟ་དུ་བརྒྱུད་དེ་སོང་བ་དེ་འཕེལ་ལམ་དུ་ས་ན་རེ། དེ་ནི་དག་གི་མེ་ཏོག་དང་ཡན་གྱི་ལང་ཀ་འདི་འོད་ཀྱི་རྩོམ་རིག་གསར་བའི་ལོ་རྒྱུས་སྟེང་ན་གོ་ས་ཆེན་པོ་ཟིག་འོག་གི་འོད་ཟེར་ཞེས་ན་དེ་གཅིག་རེད། ད་ལྟ་གི་འདི་ལང་དང་དཔའ་འབྱོར་འདི་ད་ཅི་རེད་བཤད་ནོ་དེ་རེད་རྩོམ་པ་པོ་གི་ལོ་རྒྱུས་འདི་འོག་གི་རྩོམ་རིག་གི་ལོ་རྒྱུས་ཀྱི་ཁྲོད་ལ་བཞག་ཧེ་ད་འོ་ཆེ་བཤད་ན་འགྲིག་གི་ཟིག་བཤད་དགོས་ནོ། ཨོ་མེ་ཏོག་དང་ཡན་གྱི་ལང་ཀ་འདིའི་འོད་ཀྱི་སྒྲུང་ཐུང་གསར་བ་གི་ཆ་དེ་ན་ཁུ་ཀེ་ཐུན་མོང་མ་ཡིན་པའི་གོ་ས་ཡོད་པ་ད་ཅི་འོ་ཆེ་བཤད་ནོ་དེ་རེད།

དེའི་འཕྲོ་བའི་སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་གི་ལོ་འདི་ད་བོད་ལྗོངས་མི་རིགས་དཔེ་སྐྲུན་ཁང་གིས་ད་བོད་དེ་དེབ་རྐྱང་མ་དེབ་རྐྱང་གི་ཚུལ་དུ་ད་ཧོར་བཏབ་དོན་དུ་མོ་ཟེར། དེས་ན་ད་འདི་བརྩིགས་ཡས་སུ་དགོངས་འདུས་བོད་ཀྱི། རྩོམ་རིག་གསར་བའི་ལོ་རྒྱུས་ཆ་ནས་བཤད་རྒྱུ་ན་ཨོ་ཡ་བོད་ཀྱི་སྒྲུང་རིང་གསར་བའང་དང་བོ་རེད། དེས་ན་ད་རྩོམ་པ་པོ་གླང་དོན་གང་བྱུང་འདི་བོད་ཀྱི་རྩོམ་རིག་ལོ་རྒྱུས་ཀྱི་སྟེང་གི་བཤད་རྒྱུ་ན་ཡིན་དང་མི་དང་ཆེས་ཉམས་ཆག་གི་སྒོ་ནས་བཟོ་རེད་ལ། དེ་བོད་ཀྱི་རྩོམ་རིག་སྤྱི་གི་བཤད་རྒྱུ་ན་མེ་ཏོག་དང་ནས་ནི་གི་བླང་དཀར་ལ་སྲོལ་རྒྱུན་བརྩམས་སྒྲུང་ནས་བཟུང་སྟེ་བརྩམས་སྒྲུང་གསར་བ་ལ་བསྐྱོད་པའི་ཁག་གི་དེའི་ལམ་གྱི་གནས་བབ་དེ་དག་དེ་ཡིན་ན་གསར་བར་བྱ་ཐུབ་ན་བཟོ་རེད། དེའི་ཁྲོད་ཀྱི་ད་ཡིན་ན་བོད་ཀྱི་བརྩམས་སྒྲུང་གསར་བ་གི་ཆེས་ཐོག་མའོ། ད་གི་དེ་གླང་དོན་གང་བྱུང་གི་བྱིན་ནོ་གི་རྩིག་གཞི་རེད། འདི་མོ་གི་ཡོན་ཏན་གཉིས་ཀྱི་སྒོ་གིས་ད་གླང་དང་དཔལ་འབྱོར་འདི་འོད་ཀྱིས་བཙོང་གི་ཟ་བའི་ལོ་རྒྱུས་ཁྲོད་ནས་ད་བཤད་ན་ལྐུགས་ས་ཆེན་པོ་ཡོང་ནི་གི་རེད། ཡ་ད་འདི་གདོང་འདོགས་བྱེད། རྩོམ་པ་པོ་གི་ལོ་རྒྱུས་མདོར་བསྡུས་ཟིག་བྱ་ན་རེད། དེའི་ཁྲོད་གི་ད་འོ་ཅི་བྱ་རྒྱུ་ད་མེ་ཏོག་ལྡི་ལི་ནི་གི་ལང་ཀ་འདི་བྱ་རྒྱུ་རེད་མེ་ཏོག་ལྡི་ལི་ནི་གི་ལང་ཀ་བྱེད་དགོས་ན་ད་ད་འོ་ཅི་བྱ་རྒྱུ་གཙོ་བོ་གཉིས་རེད་མོ་བརྗོད་ཤེས་ཉུང་ངུ་རོ་སྒྱུ་རྩལ་གྱི་ཁྱད་ཆེ་གཉིས་ཀ་རེད། འོ་ན་རྩོམ་འདི་བརྗོད་ཤེས་ཉུང་ངུ་ཆེན་མོ་དེ་རེད་ཟེར་ན།

བརྗོད་བྱའི་ཚིག་གི་བརྗོད་བྱ་གི་དོན་སྟོན་གོ་ནོ་ཏི་བརྗོད་བྱེད་དང་བརྗོད་བྱ་གཉིས་ཀྱི་བར་ཐག་ཏི་ཉིན་ནོ་ཏག་རེ་ད། བར་ཐག་གཉིས་ཀྱི་མོ་རི། ཨོ་ཡ། འོ་ན་ཏི་མི་ན་ད་དང་བརྗོད་བྱའི་ཚིག་གི་བརྗོད་བྱ་གི་དོན་དན་དང་ནི་བརྗོད་བྱ་གི་དོན་གི་ཧ་རོ་ན་ད་རང་བརྗོད་བྱའི་མྱོང་བོ་ཟེ་ར་ཡོ་ད་ན་ད་ཆེ་དང་ནི་རི་ན་ད། ཨོ་ཡ་ཏི་ཀི་ཀི་བརྗོད་བྱ་དང་བརྗོད་མྱང་གཉིས་ཀྱི་བར་ན་ད་རང་གི་ཉིན་ན་ཏི་བར་ཐག་ཟེ་ཡོ་དང་ནི་རི། ཏི་འོ་ཟེ་རྩོམ་རིག་གསར་བ་གི་མདངས་ཀྱི་སོ་ཡིན་གོ་ནི་རེ།

གཟུགས་བརྙན་གྱི་ཁུངས་ལའང་ནོར། དེ་ནི་ད་གུ་ད་བརྗོད་བྱའི་ཚིག་དེས་གཟུགས་བརྙན་གཟུགས་བསྟན་དང་ནི་གཟུགས་བརྙན་གྱི་ཁུངས་བ་ད་བརྗོད་བྱའི་ཉུང་ངུ་བསྟན་དོན་ངོ་བོ་སྦས་བཞག་ནོ། དེ་ནི་ད་གུ་ད་དེ་སྣང་བརྙན་སོགས་གོང་དུ་འདིའི་བར་གྱི་སྣང་བརྙན་འདི་དག་ཏུ་ཡོད་ཀྱི་མེད་ཀྱི་འདི་གཉིས་ན་རྩོམ་རིག་ཙམ་ཞིག་གིས་ཁྱབ་པར་ཡིན་ནོ། རྩོམ་རིག་བརྩམས་ཆོས་དང། རྩོམ་རིག་བརྩམས་ཆོས་མ་ཡིན་པ། གཞུང་ལུགས། འདི་གཉིས་ཀྱི་བར་གྱི་ཁྱད་པར་གང་ལགས་སྐུ་ཟླ། ཨོ། དེ་རྩོམ་རིག་བརྩམས་ཆོས་ཟེར་བ་མཚོན་ན། བརྗོད་བྱའི་ཉུང་ངུ་འདི་ཡིན་ནོ། བརྗོད་བྱེད་ཀྱི་ཚིག་འདི་ཡིན་ནོ། བར་སྣང་ཆུ་ཟོ་ནི་སྣང་བརྙན་ཟེར་གོང་ནས། སྤྱིར་བཏང་གི་གཞུང་ལུགས་ཀྱི་ཁ་ཆད་གཉིས་ཀྱི། བརྗོད་བྱའི་ཚིག་འདི་ཆེས་གོང་ནས། བརྗོད་བྱ་གི་དོན་དུ་ཐད་ཀར་དུ་སྟོན་དགོས་ན་བར་གྱི་སྣང་བརྙན་འདི་ཡོད་ན་མ་རེད། དེས་ན་ད་རྩོམ་རིག་བརྩམས་ཆོས་ཟེར་གོང་འདི་ཡིན་དང་མིན་དང་གི་གི། སྣང་བརྙན་ཅན་ཟིག་ཡིན་དགོས་ནས་སྣང་བརྙན་བརྒྱུད་དེ། མཚོན་དགོས་ནས་དུ་མ་ཟིག་ཡིན་ན་རེད།

ཨ་དེ་གཉིས་ན་རྩོམ་རིག་གི་ཆ་ཆེན་གོ་ན་རྩོམ་རིག་ནང་ཉན་ཅན་ཟེར་རེ་ཟེར་གོ་ནོ་ནང་ཉན་དང་བརྗོད་བྱ་འདི་གཉིས་ཀ་གཉིས་ན་འབྲེལ་བ་ཡོད་ན་རེད་ཡ་དེ་རེད། དེ་མདོར་ན་འོ་ཆེ་ད་ཚང་གི་རྩོམ་མ་ཚོན་གྱི་ན་འོ་ན་དེ། བརྗོད་བྱའི་ཉུང་ངུ་དེ་གང་ལ་བརྟེན་དགོས་ནོ་ཟེར་ན་བརྗོད་བྱ་ལ་བརྟེན་དགོས་ནོ། བརྗོད་བྱ་གི་ཁུངས་ན་ད་བརྗོད་བྱའི་ཉུང་ངུ་དེ་སྦས་བྱུང་ན་རེད་མོ་བརྗོད་བྱ་ལ་ཕན་དགོས་ནོ། འོ་ན་ད་རྩོམ་འདིའི་བརྗོད་བྱའི་ཉུང་ངུ་ཤེས་དགོས་ན་ཐོག་མར་འོ་ཆེ་བརྗོད་བྱ་མདོར་བསྡུས་ཟིག་ཤེས་དགོས་ནོ་བ་ཡ་བརྗོད་བྱ་ལ་བལྟ་དགོས་ནོ་རེད་ད།

སྨན་པའི་མི་ང་ཡོད་མོད་མེ་ཏོག་ཞི་ང་ཁུ་གུ་སྨན་པའི་ཞལ་ནི་རེད་ཨ་ད་དུས་སྐབས་དེ་ཡོད་ཉིན་ན་ཁུ་གུ་རྩི་ན་མེ་ཏོག་གཟིག་ཨ་ད་ཚ་ཀ་སིན་སོང་ཨུ་རུ་ཨ་ད་ཚ་ཀ་དེ་ཉིན་ན་ཚིག་གཟིག་དེང་དུས་ཞལ་ནི་རེད་ད་ཁྱོད་གཟིག་ཚིག་ད་ཧོ་ལོང་ཅུང་མང་སོང་ཟིག་ཨ་ཡ་མེ་ཏོག་རྣམས་ལ་ཉིན་ན་དེ་སྨན་པའི་དང་ཆ་སོ་ཡིན་ན་མི་ཧྲག་གཟིག་ཀ་ཆ་དུ་མོ་གཟིག་ཞལ་ནི་རེད་ད་ར་ཧ་ལོ་མེ་ཏོག་དེ་དུས་ན་ར་ཉིན་ན་དེ་ཧོ་ལོང་ཡིན་ནི་ལིག་པོ་འདར། གཏུམ་མོ་ཡི་རྩེག་མོ། དེའི་སྐབས་དེ་དག་ཡིན་ན་མེ་ཏོག་ཁྲ་ཐིགས་སེ་ད་གི། ཐག་ཆི་མེ་ཏོག་སེ་འཛུགས་ར། ཐག་ཆི་མེ་ཏོག་གི་སྤྱིར་གི་བ་གི་ཐམས་ཅད་པོ་ཤི་ལོག་ནོ་ཡོད་ད། ཧ་ལོ་མེ་ཏོག་འདི་ཡིན་ན་མི་འགྲིག་ནོ་ར། ཧ་ལོ་མེ་ཏོག་ཉ་ང་རྒྱལ་ཆི་རྒྱོ་མང་སོང་ནོ། ཧ་ད་ཚ་ཁ་གི་ཤ་ནོག་བདེན་པ་ཡིན་པ། ཚང་མ་ཤེས་ནི་རི་ཏྲ་ར་འོན་ཀྱང། ད་གི་ཐག་ཆི་མེ་ཏོག་གི་སྐ་ཅག་ཆི་གི་ཤ་དང་ཟིག་ན་ད་ཧ་ལོ་ཁྱོ་ད་ཤི་གི་ཧྲ་ནི་རེད་ཁྱོ་ད་ཆི་ནི་རེད་ཁྱོ་ད་འགྲིག་ནི་རེད་ཁྱོ་ཡག་གི་ཟིག་མང་མང་ཤ་དང་ནི་ར།

བོང་བ་གི། དེའི་འོད་ཟེར་སྦྲང་རྩི་ཟེར་ཞིང་མངར་དང་ལྡན་པ། གི་བསིལ་ཟེར་འོག་ནང་དུ་གང་ལས་བྱུང་ནི་རོའི་ནི་མེ་ཏོག་སྣ་གཅིག་ལས་བྱུང་བ་མ་རེད། གང་ལས་བྱུང་ནི་རོའི་མེ་ཏོག་སྣ་བརྒྱ་གི་བྱིན་གྱིས་རློངས་སུ་བྱས་པ་ལས་ད་ད་གི་དེའི་འོད་ཟེར། སྦྲང་རྩི་ཟེར་ནས་འདི་མོ་གི་ཞིང་མངར་དང་ལྡན་པ་ཟིག་བྱུང་ནི་རེད་དུ་ཟིན། དེ་ན་ད་གི་ཁྱེའུ་དེས་རྩོད་པ་ཤིག་གི་ཤིག་གི་རྩོད་པ་དེ་གང་བ་སོང་ཟིག་ན་དེ་མེ་ཏོག་གི་རྩིག་རྒྱན་ལ་སི་ཨི་གི་དེའི་རྩོད་པ་གང་བ་སོང་ཟིག་མོ་རེ། ཧ་ལོ་མེ་ཏོག་གི་ཉིན་ན་ཁོ། མེ་ཏོག་གི་རྩིག་གྱང་ལ་འདུག་རྒྱུ་ཡིན་དུ་ཟེར་གོ་ནོར། ཨ་ད་ཐག་ཆད་མེ་ཏོག་གི་ཁོ་མེ་ཏོག་གི་རྩིག་གྱང་ལ་འདུག་ཐུབ་ཀྱི་མ་རེད་ཧ་ལོ་མེ་ཏོག་ལྟ་བུ་ཟིག་བསྟན་ཏེ་ཡ་ར་འོ་ཟིག་སྐྱེས་ནས་མ་སོང་ན་ཁོ་གི་གི་རོ་ཡ་ར་སྐྱེས་དགོས་ཐུག་གི་མོ་གི་གི་ཉིན་ན་ཁྲི་ཤང་ཟེར་མོ་ཐག་ཆད་དྲི་མོ་ཨ་ཡ། ད་ཟིག་ད་དང་ད་གི་གི་ཧ་ལོ་མེ་ཏོག་དེ་ལ་ད་ཉིན་ན་དེ་ཁ་རག་དང་ངོ་དགའ་བྱ་ན་རེ་མོ་ཨ་ད་ཐ་ང་མ་ཚར་བ་ད་བྱ་གོ་ནོར་མེ་ཏོག་གི་རྩིག་གྱང་ད་འོང་བ་རྣམས་ཀྱིས་བྱ་ན་མེ་ཏོག་གི་རྩིག་གྱང་ཆི་ཟིག་གོ་གི་ད་གཅིག་གོ་གི་ཟིག་གོ་གི་མི་གོ་གི་ཟིག་གོ་གི་མི་གོ་གི་རེ་མོ་ར་ཨ་ཡ།

ད་ཅིག་གོང་ནས་ཡིན་ན་མེ་ཏོག་མང་བོ་ལ་ཁས་ཡིན་ན་སྐྱོན་སྐྱོན་བརྗོད་བྱེད་སྟངས་ལ་བལྟས་ཡིན་ན་ར་མི་འགྲིག་གི་ཟིག་རང་གི་ཡིན་ན་དེ་སྐྱོན་མཚང་དུ་ད་ཡིན་ན་ངའི་སེམས་བཟང་མ་རེད། དེ་སྐབས་དེ་ད་ཕྱིར་ཟིན་ན་ད་ཧ་ལོ་ཁུ་གེ་ཡིན་ན་ངོ་ཚ་གཅིག་སྡད་བཏང་ནས་ཁོ་མེ་ཏོག་གི་གདང་ར་གི་ཁྲོད་འདི་ནས་ད་སྒོ་ཟླ་རྒྱུ་རེད་པ་ད་བསམ་ཡོང་ན་རེད་དྲ་ར་མཐར་ཐུག་ཕྱིར་ཟིན་ན་མེ་ཏོག་རྣམས་ཀྱིས་ཨ་ཡ་མི་གནང་ན་ཨ་ཡ་ཧ་ལོ་མེ་ཏོག་དེ་ལ་ཡིན་ན་ཕྱིར་དགོན་རེད་འོ་ཟེར་དེ་ད་གི་ཐུང་ཆུང་ལ་སོགས་པ་གི་ཉམས་སྣང་དུ་མེད་ར་ནས་ཚང་མ་གི་ཉིན་ལ་དེ་མཛའ་བརྩེ་གི་མྱུ་གུ་དེ་དོན་ནོ་དུ་མོ་གཟུགས་གི་ད་མེ་ཏོག་ལྡན་ར་ཏུ་ཆེ་དང་གཟུགས་ཐ་ང་མ་ཚ་ར་ཤི་ར་ད་ཉིན་ན་འབྲིང་ཐུམ་གཟུགས་གི་ཅིར་སོང་གཟུགས་མོ་རི་བ་ད་དུ་ཆེ་འདི་ན་ཤ་ཀུ་ནོ་གི་ཙུམ་གྱི་བཞུར་ཤ་ཡིན་རྒྱུ་དུ་མོ་ཟེར་ད་མེ་ཏོག་ཆ་ཚིག་གི་བར་གི་རྩོད་པ་རེད་རྩོད་པ་དེ་ཉིན་ན་ཐོག་མར་མགོ་བསླང་བ་ད་ནི་འཕེལ་རྒྱས་སུ་སོང་བ་ད་ནི་འཕེལ་རྒྱས་ཀྱི་རྩེར་སོན་པ་ད་ནི་ད་ཕྱིར་འགའ་བ་དེ་ད་ཉིན་ན་ཐག་བཅད་དང་རེད་ད་ཏུ་གི་གི་འོ་ཟེ་འོ་ཆེ་རྩོམ་གཅིག་གི་སྐབས་ན་ཤ་ཀུ་ནོ་གི་བྱུང་རིམ་གྱི་འཕེལ་བ། དུ་དོགས་དེ་ཉིད་ན་དེ་འདི་མོ་གི། རྒྱུ་རིམ་བཞི་གི་སྟེང་ནས་འཕེལ་དགོས་ན་རེ་གཟིགས་ནོར་གཉིས་ཀ་འོ་ཆེ་ད་ཚང་གི་གཙོ་ན་གཉིས་ཀ་སྦྱར་ན་ཆོག་ནི། དུ་མོ་ཟེར་ཡང་དུ་དོགས་དེ་ཉིད་ན་ད་བརྗོད་བྱ་བྱས་ན་རེ། ན་བརྗོད་བྱ་འདི་མོ་ཟེར་བྱ་དང་ད་འོ་ཆེ་བརྗོད་བྱའི་མྱོང་བོ་ར་ད་ངེས་ཐུབ་ནི་རེ། ཧ་ཆེ་གོ་ཐུག་གི། རྩོམ་འདི་འོ་ཆེ་ཐོག་མར་བལྟས་ན་ཐོག་མར་ཆེ་བྱ་གོ་གི་འདི། གནས་ལུགས་ཟེར་བྱ་གོ་ག། རྒྱུ་མཚན་ཟེར་བྱ་གོ་གི་མོ་ད། གནས་ལུགས་དང་རྒྱུ་མཚན་བཤད་གོང་ལ་རེད་ད། ཨ་ཡ། གནས་ལུགས་དང་རྒྱུ་མཚན་འདི་ཕྱི་རོལ་ཟེར་ན་ད་ལྟ་ཅིག་འོང་བ་གི་བཤད་གོང་གི་སྐད་ཆ་འདི་རེད། ཨོ། མེ་ཏོག་གི་བདུན་ར་འདི་མཚོན་གྱིན་ན་འདིའི་ནང་ན་གཉིས་ན་གཅིག་ཆོག་གི་གཞན་སྨན་གི་ཟས་ཆུང་མ་གི་ཁྱད་པར་མེད་གི། སྦྲང་རྩི་ཟེར་ནས་ཞིམ་མངར་དང་ལྡན་པ་དེ་གང་ནས་བྱུང་ན་རེད་མེ་ཏོག་སྣ་བརྒྱ་གི་ཟེའུ་འབྲུ་ལོངས་སུ་སྤྱད་པ་ལས་བྱུང་བ་རེད་ཟེར་ད་ད་འུ་ཆོས་གཉིས་ན་ཁུག་གི་བསྡུས་རྒྱུད་ཀྱི་ངེས་གི་མདངས་སུ་གྱུར་གྲ་རེད་འདིའི་གཙོ་འདི་ཕྱིར་བཤད་ན་འདོད་གོ་འདི་རེད་ད་འུ་ཅིག་ཤེས་ཐུབ་གི་མོ་ར། དོན་གྱི་བཤད་གོ་གི། ཚང་མ་འདྲ་མཉམ་ཡིན་པ། འཆམ་མཐུན་ཡོང་དགོས་བ། མཐུན་སྒྲིལ་ཡོང་དགོས་བ། ད་ལྟ་གཙོ་བོ་བྱས་ནི་རེད། དེ་ནི་ད་སྐུལ་བྱེད་བཙོན་གྱི་བརྗོད་གཞི་ཉུང་ངུ་བཤད་ཀྱིན་ན། ཨོ་ཡ་འདི་བརྗོད་གཞི་ཉུང་ངུ་དང། བརྗོད་གཞི་ཉུང་ངུ་དང་ན་ཐོག་མར་ཕྱི་ཚུལ་བ་དགོས་ཟེར་ན། མཐུན་སྒྲིལ་གྱི་གལ་ཆེན་རང་བཞིན་ནམ་མཐུན་སྒྲིལ་ནི་བདེ་སྐྱིད་ཀྱི་རྩ་བ་ཡིན་པ། འདི་མོ་གི་བརྗོད་གཞི་ཉུང་ངུ་ཡོད་དགོས། ཨ་ད་རེས་མཐུན་སྒྲིལ་གྱི་གལ་ཆེན་རང་བཞིན་མཐུན་སྒྲིལ་གལ་ཆེ་གི་དུ་ཟིག་གཏོང་དགོས་གི་ཡང་ན། མཐུན་སྒྲིལ་འདི་དག་ཕྱིར་བདེ་སྐྱིད་གི་རྩ་བ་རེད་ཟིག་བྱའོ་གི་ཡང་ད་ད་ལྟ་སྐད་ཆ་བཤད་ཀྱི་ན་འཆམ་མཐུན་ཟིག་ན་ར་ཆོག་གི། འདྲ་མཉམ་ཟིག་ན་ར་ཆོག་གི་ད་བརྩོན་འདིའི་མཐར་ཐུག་གསུང་ན་མཐུན་སྒྲིལ། འཆམ་མཐུན། འདྲ་མཉམ། འདི་དག་འདི་བྱ་དགོས་གི་ཟིག་ན་ཆོག་གི། ལྟོས་བཅས་ནས་བརྩོན་གི་བརྗོད་བྱའི་ཉུང་ངུ་གཅིག་རེད། འོ་ན་ད་རང་ཉིད་ན་དེའི་ཕྱོགས་གཞན་གཟིགས་ནས་བལྟ་རྒྱུ་ན་བརྩོན་འགྲུས་ནང་ན་ཡང་རྒྱུ་ཤིང་ཉུང་ངུ་དེའི་གཞན་གཟིགས་བྱེད་དགོས་ཀི། ད་གཞན་པ་ཡང་འགལ་བ་ཟེར་ར་མ་རེད། སྐད་ཆ་འདི་ཉིད་ན་ད་རང་སྐད་ཆ་གཞན་པ་གཟིགས་དགོས་ཞེས་ན་ཆོག་གི་དེ་ལྟ་ཕྱིར་ཟེར་ན་ཕྲག་དོག་དང་ངལ་བརྒྱད་སོགས་མཐུན་སྒྲིལ་གྱི་གནོད་བྱེད་དག་ལ་སེམས་ཅན་ཞེས་པའོ། འོ་ཅི་ལྟར་ཅི་རེད་བཤད་དོན་ནོ་དེ་རེད་བརྩོན་པ་མཚོན་གྱིན་ན་བརྩོན་གྱི་མི་སྣ་གཟིགས་ཨ་མེ་ཏོག་མི་ལྔ་གཟིགས་དགོས་ཀི། ཧ་ལོ། ཐག་ཆོད་མེད་དོ། ཧ་ལྟ་ཚ་ཀ་སེ་བ། མེ་ཏོག་ཁྲག་ཐིགས་ད་རུང་ཉོ་ན་འོང་བ། ཨ་མ་ཡེ་སྒྲོན་འདམ་བུ་གི་མེ་ཏོག་མ་ང་ཚོ་ཡོག་གི། དེའི་ནང་དུ་ནས་བཤད་དེ་ར། རྩོམ་འདིའི་མི་སྣ་གཙོ་བོ་གང་རེད། མི་སྣ་གཙོ་བོ་ཟེར་ན་ཤི་ག། མི་སྣ་གཙོ་བོ་ཟེར་ན་དབྱངས་ཆེ་གི་དེ་ཟེར་ན་མ་རེད། རྩོམ་གི་ནང་ན་རྩོམ་པ་པོ་གི་རྒྱས་པར་བྱས་ཡོད་ནོ་གི་མེ་ཏོག་གང་རེད། རྒྱས་པར་བྱས་ཡོད་ནོ་གི་མི་སྣ་གང་རེད། ཧ་ལོ་རེད་དེ་མ་ཡོག་གི།

བརྗོད་གཞི་ཉུང་ངུ་དེ་གང་ནས་ཤེས་དགོས་ན་རེད། མི་ནག་གི་གཤིས་ཀ་གི་སྟེང་གི་ཤེས་དགོས་ན་རེད། འོ་ན་ད་ཚང་གི་བཙུན་མ་ཚོ་གྱིས་ན་འོ་ཁྱེད་གྱིས་ན་མི་ནག་མི་ང་བཟོ་གི་ར་དེ་ནང་གི་གཙོ་བོ་དེ་ཐག་ཆུ་མེ་ཏོག་དང་ཧ་ལོ་མེ་ཏོག་གཉིས་ཀ་ཡིན་སྟངས་ན་ཐག་ཆུ་མེ་ཏོག་དང་ཧ་ལོ་མེ་ཏོག་གཉིས་ཀའི་གཤིས་ཀ་ལྟས་ན་ད་ཡང་བཙུན་འདིས་བརྗོད་གཞི་ཉུང་ངུ་ཟིག་ད་འོ་ཁྱེད་གོ་ཐུབ་ན་རེད། འོ་ན། ཅི་དེ་ར་ཐག་ཅི་མེ་ཏོག་དང་ཧ་ལོ་མེ་ཏོག་གཉིས་ཀ་དྲང་ཕྱོགས་ཀྱི་མི་སྣ་གཉིས་རེད་ལྡོག་ཕྱོགས་ཀྱི་མི་སྣ་གཉིས་རེད། ཨ་ད་ལྡོག་ཕྱོགས་རེད་ར། ཏོག་ཙེ་དལ་བ་གི་སྐད་ཆ་བཤད་སྲོལ་རེད་ད་མི་སྣ་གཉིས་ཀ་གཉིས་ན་དེའི་མི་སྣ། མི་བཟང་ནི་གཉིས་རེད་མོ་ར། མི་བཟང་ནི་གཉིས་རེད། བཙོན་གི་ནང་ན་མི་བཟང་ནི་གཅིག་ཡོང་ནི་རེད། འོ་ན་མི་བཟང་ནི་གཅིག་ཡོང་ན་བཙོན་གི་ནང་གི་ཕྱི་རྒྱུར་མི་བཟང་ནོ་ཏི་ཆི་ཟེར་གྱི་རེད་ད་ཁི་གི། དགག་པ་རྒྱག་རྒྱུ་རེད་རེད། མི་བཟང་ནོ་ཏི་སྐྱོན་ཆག་ཏི་སྤང་དགོས་ཏི་ཟེར་གྱི་རེད་མོ། དེ་ན་ཏི་ཆི་དེ་ར་ད་ཧ་ལོ་མེ་ཏོག་དང། ཐག་ཆུ་མེ་ཏོག་གཉིས་ཀྱི་གཤིས་ཀ་འདི་གཞང་ཕྲན་ཕྱི་ཟླ་དང་ད་བཙོན་གྱི་ཧ་ལོ་མེ་ཏོག་དང་ཐག་ཆུ་མེ་ཏོག་གི་གཤིས་ཀ་དེ་ལ་སྐྱོན་བརྗོད་གོ་གི་དགག་པ་བྱེད་དགོས་གི་འོ་ན་ཧ་ལོ་མེ་ཏོག་ར་ཐག་ཆུ་མེ་ཏོག་གཉིས་ཀྱི་གཤིས་ཀ་ཕྱི་རུ་རྡོར་དུས་ན་ཨོ་ཡ་ད་ཡིན་གྱི་ན་དེའི་རིགས་གཅིག་ཕྲག་དོག་རེད་རེད་གཅིག་ང་རྒྱལ་རེད་ད་འདི་གཉིས་ཀ་གཙོ་བོ་ཆེ་དེ་ར་ག་ན་ཁྲོ་ག་ཧ་ལོ་ཁྲོ་ག་ཧ་ལོ་འདི་ཐོག་མར་ང་རྒྱལ་བྱང་ཟིག་རེད་མོ། ཨ་ཡ་ང་རྒྱལ་ཅན་ལ་རེ། ཨ་ཏི་ཀྲོ་བོ་ཏཱ་ཧ་ལོ་འདོ་ཆིར་ཟིན་ན་བ་ཀི་ང་ཐུ་ང་ཆི་སྙམ་པའི་བསམ་ཚུལ་དུ་ཡོད་ག་དེ་རང་ང་རྒྱལ་གྱི་ཁོངས་གཏོགས་རེད་དུ་ཞིག་རེད། ཏི་ཀྲོ་བོ་ཏཱ་ཉིད་ན་ཧ་ལོ་ལ་ད་རུང་ཁྲག་དོག་ར་ཡོད་གི་ད། མེ་ཏོག་གཞན་པ་ལ་ཁྲག་དོག་ཞིག་ལས་དང་ཁོ་དེ་ལས་ཁྱད་པར་དུ་སྐྱེ་བ་ཟིག་ཡིན་པ་དུ་ཟིག་གོ་ནོར་སྤྱིར་ན་ཁྲག་དོག་སུ་གོ་ནོར་ཆིར་ཉམས་པ་ལ་ཕྲག་དོག་ཏུ་ཟིན་རེད། ཉམས་ཉེན་མི་མངའ་ཟིག་གི་ནང་དུ་ནས་ད་ཉིན་ན་ཁྱོད་མི་ཧྲ་གི་ཟིག་ད་ཙུ་ད་ཁྱི་སེམས་དེ་ཉིན་ན་ཕྲག་དོག་ཡིན་གོ་ནར་མོ་ཉམས་པ་ལ་ཕྲག་དོག་ཏུ་ཟིག་གོ་ནར། དེ་ནོ་ད་གི་ཉིན་ན་དེ་ཐག་ཁྱི་མེད་དོག་ཨ་དེ་ཧ་ལོ་མེད་དོག་ཏུ་སྤྱིར་ན་ང་རྒྱལ་ཅན་ཟིག་རེད་ཕྲག་དོག་ཅན་ཟིག་རེད། འོ་ན་བཙོན་གི་ནང་དུ་ན་ཉིན་ན་ཧ་ལོ་དང་ཐག་ཁྱི་མེད་དོག་ལ་དགག་པ་རྒྱག་གི་ཡོད་ན་དོན་གྱིས་གང་དགག་པ་རྒྱབ་ནི་རེད་ང་རྒྱལ་དང་ཕྲག་དོག་ལ་དགག་པ་རྒྱབ་ནི་རེད་ད། ང་རྒྱལ་ར་ཕྲག་དོག་ཡོད་དང་ན་ད་ཆེ་དང་གི། ད་ཆའི་དོན་གྱི་མཐུན་འགྲོས་ཡོང་མི་ཐུབ་ཀི་རེད། རྩོམ་གྱི་ནང་ནའང་དེ་རེད། ཧ་ལོ་མེ་ཏོག་ལགས་ཀྱི་གཤིས་ཀ་གི་སྟེང་ན་ང་རྒྱལ་འོག་གི་ཕྲག་དོག་འོག་གི་དེ་ནི་ད་གི་ཧ་ལོ་མེ་ཏོག་གི་ད་མེ་ཏོག་གི་གདན་ར་འདི་ད་ཆའི་དང་ཟིག་སྤྲིག་དང་ཟིག་ལང་ཀ་ཅན་གི་དང་དང་ཟིག་མོ། དེ་ནི་ད་གི་ད་འོ་ཆའི་བཙོན་གྱི་མི་ནག་གི་གཤིས་ཀ་གི་ཆ་གི་བཤད་རྒྱུ་ན་བཙོན་དེའི་ནང་ན་ད་རང་ཉིད་ན་ཕྲག་དོག་དང་ང་རྒྱལ་ལ་སོགས་པ་མཐུན་འགྲོས་ཀྱི་གནོད་ཤུགས་ལ་སེམས་ཅན་ཞིག་འོག་གི་དགག་པ་ཀྱི་འོག་གི་ཟིན་ན་ར་ཆོག་ནི་རེད། དེ་ན་འོ་ཆེ། ད་རུང་ཉི་ན་དེ་འདི། ཧ་ཝུ་མེ་ཏོག་གི་ཐང་གི་ཤ་ནར་མོ། ཐག་ཅི་མེ་ཏོག་གི་ཐང་ལྟས་སུ་འདྲ་ཡང་ཁུ་གེ་ཉི་ན་དེའུ་ཟེ་ཐིལ་འདྲི་ལ་གནོད་སྐྱི་གནོད་ཤིག་གི་ཤི་ཀ་ཟིག་ཐག་ཅི་མེ་ཏོག་གི་ཐང་ན་ཡོད་ན་རེད། ཐག་ཅི་མེ་ཏོག་གི་ཐང་གི་ཤི་ཀ་ཆི་རི་ཐག་ཅི་མེ་ཏོག་གི་ཤི་ཀ་ཆི་རི། གཙོ་བོ། ངོ་དགའ་སྤྲེལ་ལད་ཨ་ཡ་དེའུ་ཟེ་དབྱེ་བ་གི་དཀའ་ཆག་གི་ཤ་ན་དེ་ངོ་དགའ་སྤྲེལ་ལད་དེ་ལྟ།

དེ་ནི་ད་གི་ད་གང་ལྟར་གྲོང་ར་ཧ་ལོ་མེ་ཏོག་དང་ཐག་ཆེན་མེ་ཏོག་གཉིས་ཀ་ཡི་གི་སྟངས་དང་ན་ཨ་དེ་མཐུན་སྒྲིལ་གི་མི་མཐུན་ཕྱོགས་ཡང་ན་མཐུན་སྒྲིལ་གྱི་གནོད་ཤུགས་གི་ཤི་ཁ་གི་ཆ་དེ་དག་ཡོང་གི་དེ་ལ་ད་བཙོན་གི་ནང་དུ་ན་གི་དཔའ་ཀྱི་ཁོག་གི་སེམས་ཅན་ཞིག་གོ་གི་ཟིན་ན་འདི་ཡང་བཙོན་གྱི་རྒྱུ་ཤི་མྱོང་གི་ཟེ་རེད་དེ་ན་འདི་གཉིས་ཀ་ཤི་དེ་ར་རྒྱུ་ཤི་མྱོང་འདི་གཉིས་ཀ་ཡི་གཉིས་ན་དེ་ངོ་བོ་གཅིག་རེད་ད་གཉིས་ཀ་ཡི་གི་གང་བྱ་གོ་གི་མཐུན་སྒྲིལ་བྱ་གོ་ག་དང་མོ་གི་ཕྱིར་ཟིན་ན་མཐུན་སྒྲིལ་གི་དྲང་ཕྱོགས་ནས་བྱ་སྟངས་ནི་ད་མཐུན་སྒྲིལ་གལ་ཆེ་གི་ཟེ་བྱ་སྟངས་མི་སྲིད། མཐུན་འགྲིག་སྒོ་དབྱེ་འཆམ་མཐུན་སྒོ་དབྱེ་བྱས་ནས། ཉེ་བའི་དམག་ཆེན་འོག་གི་མཐུན་འགྲིག་གི་ལྡོག་ཕྱོགས་ང་རྒྱལ་དང་ཕྲག་དོག་ངོ་དགའ་སྤྲེལ་ལད་ལྟ་བུ་དེ་ལ་ལྟ་ཁུ་དགོས་ངེས་ན་དེ་དགག་པ་བརྒྱབ་ནས། ང་རྒྱལ་དང་ཕྲག་དོག་ངོ་དགའ་སྤྲེལ་ལད་འདི་ཡོད་ན་ད་མཐུན་འགྲིག་འབྱུང་མི་ཐུབ་གི་འཆམ་མཐུན་འབྱུང་མི་ཐུབ་གི་དེ་ལ་དགག་པ་བཏང་ནས། དེ་ནས་ལྟ་ཁུ་ཡོད་ངེས་ན། བཙོན་གྱི་རྒྱུ་ཤིག་ཉུང་ངུ་དེ་ལ་འོད་ཆེན་འདི་ནས་གཉིས་བྱ་འོ་ན་རེ་ར་ར་ཉི་དགའ་ཡིས་འོད་ཀྱི་ཁ་ཆག་བྱས་ན་ངོ་བོ་གཅིག་ལ་ལྡོག་པ་ཐ་དད་པ་བཟོ་ན་ཉག་གཅིག་རེད། དྲང་ཕྱོགས་བཤད་ན། བརྩོན་ལྡན་གནས་ལུགས་བཤད་དགོས་ནོ། རྒྱུ་མཚན་ཞིག་བསྟན་དགོས་ནོ། དེ་ངེས་བཤད་ཀྱི་ན་མཐུན་སྒྲིལ་གྱི་གལ་ཆེན་རང་བཞིན་དང་མཐུན་སྒྲིལ་ནི་བདེ་སྐྱིད་ཀྱི་རྩ་བ་ཡིན་པར་བསྟན་དགོས། དུ་མི་ནག་ནས་ད་གི་དེ་མི་ནག་གི་གཤིས་ཀ་ངེས་བཤད་ཀྱི་ན། བརྩོན་གི་ཆེ་གོ་གི་ཟིན་ན་མི་ནག་གཤིས་ཀ་ཐ་ཤལ་བ་གཉིས་གཞང་བསྟེན་ཞིག་བསྡད་དང་ནས་གི་གཉིས་གི་གཤིས་ཀ་དེ་ལ་དགག་རྒྱག་དང་སུན་འབྱིན་བྱ་འོ་གི་འོ་ན་གི་གཉིས་གི་གཤིས་ཀ་གང་འདྲི་ང་རྒྱལ་དང་ཕྲག་དོག།

ཉི་སྟེ་ཉི་ན་ཅིག། མི་གནས་བ། ཉམ་ཆུང་སྟེ་ལ་ཉི་ན་སྟེ་སྙིང་རྗེ་ཡིན་ན་ད་ཐ་ང་མ་ཚར་ད་འོ་ཚི་ཡི་གི། བདེ་སྐྱིད་ཐོག་གི་དེ་རེད་མོ་ལ། ཉེ་ཉི་ན་ཁོ་གང་ནག་ན་ཐ་ང་མ་ཚར་ཆིག་གི། འབྱུང་བ་རང་ལ་དུ་ཟེ་རང་གི་ཕམ་ཁ་མྱང་གོ་མོ། འདི་ཚང་མ་ཕྱིར་གནས་ལུགས་ཟེ་ར་རྒྱུ་མཚན་གི་ངེས་ན་བཤད་གི་དང་ནོར་དམ་བཅས་ཀྱི་གཞུང་རྣམས་ལས་རྒྱུ་ཤེས་ཉུང་ངུ་རྟོགས་བྱེད་རྗེས་སུ་ཧག་པའི་བསམ་གཞིག་ཟེ་རེད། འོ་ན་རྩོམ་རིག་གསར་བ་ལ་མཚོན་ན་དེ་ཧེ་འགྲོ་ནི་མ་རེད།

དོན་སྙིང་ཆེན་པོ་རྫོགས། དེ་བཤད་པ་དང་དགོངས་ལ། དེས་ན་ལྟ་བུ་བཅུ་འདི་ནི་ཡོད་ཟེར། མེ་ཏོག་འདི་ནི་རྣམ་འགྱུར་ལང་ཀ་གི་རྒྱུ་ཞིག་ཉུང་ངུ་ངས་བཤད་ཀྱིས་ན། ཅི་སྟེ་ན་འདི་གཉིས་ན་དོན་སྙིང་ཆེན་པོ་ཡོད་ཀ་མེད་ཀི། དེ་འདང་ཅིག་བརྫོད་དགའ། ཨོ་ཡ། རྩོམ་འདིའི་མཐུན་སྒྲིལ་གཏོང་དགོས་ཀི་མོད་མཐུན་སྒྲིལ་གྱི་གནོད་བྱེད་ང་རྒྱལ་དང་ཕྲག་དོག་ངོ་དགའ་སྤྲེལ་ལད་ལ་དགག་པ་གཏོང་དགོས་ཀི་ཟེར་ཐུག་ན་དེ་དོན་སྙིང་མེད་ཀི་ཟེར་ཐུབ་ནི་མ་རེད་དོན་སྙིང་མེད་ཀི་ཟེར་ཐུབ་ཀྱི་མ་རེད། འོན་ཀྱང་ད་གཙོ་བོ་ཕྱིར་ཟེར་ན། རྩོམ་རིག་བརྩམས་ཆོས་ཤིག་གི་བརྗོད་གཞིའི་ནང་དོན་ཞིག་བསྟན་ན་བརྗོད་གཞི་བསྟན་དོན་དུ་བྱས་དགོས་ནའི་དུས་རབས་ཀྱི་དགོངས་པ་མཚོན་བྱེད་ཟེར་དགོས་ནའི་སྐབས་ཐོག་དེའི་དུས་རབས་ཀྱི་ཁྱད་ཆོས་མཚོན་ཐུབ་ནའི་དུ་མ་ཟེར་དགོས་ནའི་ཡང་ན་ཁུལ་གྱི་བསམ་བློ་དུ་བཟློག་དུས་ཡིན་ན་བསམ་བློ་གསར་བ་ཟེར་དགོས་ནའི་ད་གསར་བ་ཡིན་ན་ཆོག་གི་གཏིང་ཟབ་ཡིན་ན་ཆོག་གི་གཙོ་བོ་བྱེད་དགོས་ནའི་སྐབས་ཐོག་དེའི་དུས་རབས་དང་མཐུན་པ་སྐབས་ཐོག་དེའི་དུས་རབས་ཀྱི་ཁྱད་ཆོས་མཚོན་ཐུབ་ནའི་དུ་མ་གི་བསམ་བློ་ཟེར་ན་ད་བསམ་བློ་དེ་ལ་དགོས་པ་ཆེན་པོ་ཡོད་ནའི

ཨོ་དུམ་བུ། དེ་ནི་ད་གུ་ད་ཡིན་ན། དུམ་བུ་གི་ཉིན་ན་ཅི་ཡོད། མཐུན་སྒྲིལ་གྱི་གལ་ཆེན་རང་བཞིན་དང་ཡང་ན་མཐུན་སྒྲིལ་གྱི་གནོད་གཞིའི་ཕྲག་དོག་དང་ངལ་རྒྱལ་ལ་སོགས་པ་འདི་དགག་པ་དང་ན་འདི་དོགས་འདི་ཕྱིར་ན་བསམ་བློ་འདི། སྤྱི་བའམ་ཚིག་ཕྲད་དང། སྤྱི་བའམ་གཟིགས་རེད་དང། སྤྱི་གཟིགས་རེད་དང། བོད་ལ་མཚོན་གྱི་ན་ཅི་ཡོད་དགོས་ངེས་ཡིན་པ། ངེས་པར་དུ་ཉམས་ཆུང་གོ་ནི་ཨོ་དུམ་བུ་གཟིགས་མ་རེད་དང། དེ་ནི་ད་གུ་ད་བརྩོན་དགོས་བུ་ཟིན་འདི། རྒྱུ་ཤེས་མྱོང་བོ་དེ་ལ་བོ་ཆེ། བཤད་རྒྱུ་ཚིག་ཤེས་ན། གདེང་འཇོག་ཟིག་བྱེད་ན། ངས་ད་གྱིས་ན་དུམ་བུ་གི་ཉིན་ན་དེ་དགེ་མཚན་ཅན་ཟིག་མ་རེད་ཟིག། སྤྱིར་ན། བཙོན་གྱི་གནའ་ཤེལ་ཀུན་ནོ་མཐུན་སྒྲིལ་གྱི་གལ་ཆེན་རང་བཞིན། སྟོན་པའི་ཆ་ནས་བཤད་ཀྱིན་ན། འདི་ཉིད་ན་འོད་ཀྱི་སྲོལ་རྒྱུན་གྱི་སྐལ་བ་ཉིད་ན་མེད་ན་ཟེར་བ་མ་རེད། འོད་ཀྱི་སྲོལ་རྒྱུན་གྱི་ད་བརྩམས་སྒྲུང་གནའ་ཕྱོགས་ཀྱི་སྲོལ་རྒྱུན་རྩོམ་རིག་གི་ནང་ན་མཐུན་སྒྲིལ་གྱི་གལ་ཆེན་རང་བཞིན་སྟོན་པའི་བཙོན་ཡོད་གམ་མེད་གི། ཡོད་གི། ཡོད་ནི་རེད། གང་འོག་གི་དཔེ་མཚོན་གྱིས་ན། འདི་ཆེ་ཤེས་ན་འགྲུ་དཀའ། འོ་ལ། མཐུན་འགྲུ་སྐད་ཆེ་བར་སྟོན་པའི་རྩོམ། གང་འོ་ཀ། དེ་ཤེས་ཀ་ས་གི་བས། འོ་ཅི་སོ་གཉིས་རྩོམ་རིག་གི་ནང་ན་མཐུན་འགྲུ་སྐད་ཆེ་བར་སྟོན་པའི་རྩོམ་གང་འདྲ། མཐུན་པ་སྤུན་ཟུམ་ནི།

དང་པོ། ར་རྟོག་བརྩམས་སྒྲུང་གི་འབྲི་ཐབས་བཤད་པ། གཉིས་པ། མི་སྣའི་ཁ་བརྡའི་བརྩོན་གྱི་གྲུབ་ཆ་གཙོ་བོ་བཟུང་བ་དང་མི་སྣའི་ཁ་བརྡ་མཚོན་བྱེད་གཙོ་བོར་གྱུར་པ། གསུམ་པ། མི་སྣའི་གཤིས་ཀ་བཞེངས་བསྐྲུན་བྱས་པ། བཞི་བ། བརྩམས་སྒྲུང་གི་སྐད་ཆ་ལ་སྲོལ་རྒྱུན་མྱ་ངན་གང་མྱངས་ཡོད་པ། ད་ལྟའི་ནང་གི་སྐོར་རྫུས་གོ་སྐབས་རྩ་ནི་རེད། དཔེ་རྫོགས་ཀྱི་ན་རྩམ་དྲུང་གི་སྐབས་ཆད་ལ་སོ་སྒྱི་ཉང་གི་ཉང་བུ་བ་འདི་ཀུ་ཀ་རྩ་གི་མོ་ར། ཅེས་དེ་ར་མེ་ཏོག་དེ་ནི་ནི་གི་ལང་ཀ་ཟི་ནོ་བཙུན་འདི་སྟེ་ནོ་ར་སྤྲི་སྐུ་ཟི་ནོ་བཙུན་དེ་སྟེ་ནོ་གཉིས་ཀ་འདྲ་ག་མི་འདྲ་གི། ཀ་ཆ་གི་ཆ་ནི་འདྲ་ནི་མ་རེད། ཨོ་ཡ་འདྲ་རྒྱུ་མ་རེད་མོ་ད། ཡ་དེ་ཞིག་རེད་དེ་དྲུག་གི་རབ་རྟོག་རྩམ་དྲུང་གི་འདི་ཐབས་ཆད་པ་ཟི་ན་ར་གཅིག་གི་ཀུ་ཀ་རྩ་ནི་རེད། འདི་རག་ཏུ་བརྩམས་སྒྲུང་སུ་གོ་ནོ་འདི། ད་འོ་ཟིག་འདྲེ་བ་ཟིག་ག་མདོར་བསྡུས་ཤེ་ན་འདི་མོ་ཟིག་རེད། སེམས་མེད་དམ་སྐྱེ་འགྲོའི་མི་མ་ཡིན་པ་ཞིག་ལ་མི་རུ་རྟོགས་ཏེ་མིའི་བསམ་སྤྱོད་དང་མིའི་འཚོ་བ་ལྟར་འགྲུབ་ཡི་བརྩམས་སྒྲུང་གི་རིགས་ཤིག་རེད། ད་དེའི་འདྲེ་བ་འདི་ཤེ་ན་ད་རུང་གོ་ག་དཀའ་ན། ད་ཁ་ཡོག་གི་དཔེ་གི་སྟེང་གི་ད་གོ་ག་རྩ་ནི་རེད་ད།

ད་བཙོན་གྱི་མི་སྣ་དེ་དག་མིའི་བསམ་སྤྱོད་དང་མིའི་འཚོ་བ་ལྟར་འབྲི་བའི་བརྩམས་སྒྲུང་གི་རིགས་ཤིག་རེད། བཙོན་གྱི་མི་སྣ་དེ་མི་གི་བསམ་བློ་དང་མི་གི་སྤྱོད་པ་ཡོད་པ། ཡང་ན་མི་གི་འཚོ་བ་ལྟར། ཁོ་ཉིད་ལ་ཅིག་མཐོན་པོ་ཟིག་བྱས་ན་འདོད་གི་ཟེར་ཁ་ན་ན་ཨོ་ཏི་མོ་གི་མི་འཚོ་བ་ལྟར་འབྲི་བའི་བརྩམས་སྒྲུང་གི་རིགས་ཟིག་རེད། འདི་འོས་ཆེ་དེ་ར་ཏོག་བརྩམས་སྒྲུང་འགའ་འབྲི་བ་ཟིག་བྱས་ན་ཡང།

ཉུང་ནི་རེད། ཤིན་ཏུ་ཉུང་ནི་རེད། ད་ངོ་མོ་བཤད་ཀྱི་ན་གཙང་གྲོང་གི་ཁྱད་ཆོས་ཡོད་པའི་རྣམ་ཐར་ཟིག་མི་ལ་རི་བའི་རྣམ་ཐར། རི་ཆུང་བ་གི་རྣམ་ཐར་འདི་མོ་གི་ཉིན་ན་དེ་གོ་བརྒྱུད་གི་སྐྱེ་བོ་དམ་པ་གོང་མ་ཟིག་གི་རྣམ་ཐར་སྐོར་ཟིག་འོ་ཆེ་གཙང་གྲོང་གི་སྐྱེ་བ་ཟིག་དང་ཆོག་གི་མ་གཏོགས་ད་མང་ཟིག་འཇོག་ས་འཇོག་ནི་མ་རེད། དེ་ནི་འོ་ད་གོ་ད་ཉིན་ན་རབ་རྟོག་གཙང་གྲོང་ཟིག་གི་འདི་ཚིག་ཟིག་ཉིན་ན་གལ་ཆེ་ནི་རེད།